ལྷན་རྒྱས་གཙོ་བོ་རེད་ཟེར་པ་སང་བསམ། དེ་རིང་གི་ལེ་ཚན་འདི་ན་ཡིན་པས་ན། ངའི་སེམས་ནང་སྐད་ཆ་ཞིག་བཤད་འོང་བ་བསམ་སོང་དེ་ཡིན་པས་ན་ག་དུས་ད་ལྟ་རྒྱ་གར་ལྷོ་ཕྱོགས་ན་ཡོད་པའི་གཞིས་ཆགས་ཁག་འགྲོ་དུས་ཡིན་པས་ན་སེམས་ན་བག་ཆགས་ཤུགས་ཆེན་པོ་ཞིག་དོར་བ་འོང་དེ་ནི་བག་ཆགས་ལོག་རེད་སེམས་ནར་ད། ཁྱེད་རྣམས་ཚོ་མཉམ་དུ་གཅིག།

ལུག་ཁྱུ་ར་དང་ང་རའི་འཚོ་བའི་ན་ག་ར་བྱས་ནས་འཚར་མ་ལོ་ཁྱེད་རང་ཚོ་ཞུས་བཞག་འོར་བ་བྱས་ཙང་ནི་ད་ང་རང་ཆ་ཚུན་པའི་ཉིས་སྟོང་ལོར་རྒྱ་གར་སླས་རྗེས་ནི་ཉིས་སྟོང་ལོ་དང་པོ་སླས་དུས་ཙམ་པས་ནི་ཨམ་ལག་མཉམ་དུ་སླས་མ་ཨམ་ལག་མཉམ་དུ་སླས་དུས་དུས་ནི་ཨམ་ལག་མཉམ་དུ་སླས་བལ་ཡུལ་ནས་ནི་གང་དུས་དུས་ང་ཚོ་བལ་ཡུལ་འདི་ཞུ་ཐུག་གནས་ཚང་ཞུ་ཐུག་ཉི་མ་རྨོ་ལགས་ང་ཚོ་རྨོ་ལགས་ཚོང་པར་འདུག་བ་ཚོང་པ་རྨོ་ལགས་ཁོ་རང་རྨོ་ལགས་དང་ཚོང་སྐྱོན་ལོག་ཆུ་མར་བལ་འོང་དེ་འོང་བཞིན་པ་ཅིག་ནང་འདུག་ས་དེ་ནས་ཡིན་པས་ན་ནི་བལ་ཡུལ་སྣེ་ལེན་ཁང་ནས་ལྡི་ལི་སྣེ་ལེན་ཁང་ལྡི་ལི་སྣེ་ལེན་ཁང་ནས་ནི་དམ་ཚགས་སྣེ་ལེན་ཁང་འདུག་ཟིན་ཕྱིན་ཆད་ཨོ་ནི་དམ་ཚགས་ལ་ཡིན་པས་ནི་ང་ནང་ཚོ་སྐུ་མཆེད་ཆོས་རིག་ཨ་ཁུ་ལགས་ཅིག་ད་ཁོང་གྲོངས་ས་ཤག་ཚགས་པར་ཁོ་ན་ལས་ནི་གནས་ཚང་ཡག་ཅིག་འདུག་ཟེར་ནང་ཚོ་བསྡད་པར་བཀའ་དྲིན་ཆེན་པོ་ཞག་རེ་བར་འོང་འདུག་ཟེར་དེ་ནས་ཡིན་པས་ན་ངས་ད་ང

ཨ་ནེ་ཨ་མ་ལགས་དང་ཨ་ཅག་ཕལ་ཟུར་བ་ང་ཚོ་ནས་མ་སུ་ཇི་ལབ་ཀྱི་ཡིན་ཡོད་དུས་དུས་དུས་ང་ཚོ་ཆུ་ལོག་འགྲོ་ཆོག་གོ་རེད་འམ་ད་ནི་རྒྱ་གར་སའང་དང་བོད་པ་སའང་མང་པོ་ཡོད་སུ་ཞིང་ཁ་ཇུ་བ་ཞིང་ཁའི་ན་ཕི་རྒྱབ་སྟེ་པར་གྱི་ངས་ཆུར་རྒྱ་གར་ཆི་རྒྱ་གར་དེ་ང་ཚོ་མཉམ་དུ་པར་ཞིག་རྒྱབ་རེད་ཨ་ནེ་ཨ་མ་ལགས་ང་ཚོ་མཉམ་དུ་པར་ཞིག་རྒྱབ། ཉམས་ལ་སོང་དུ་ལྷས་ས་སློབ་སྦྱོང་ཡག་མ་བྱས་ཁ་མྱག་མ་མཉམ་བྱས་སུ་སུ་ད་སློབ་སྦྱོང་ཡག་པོ་བྱས་མི་ཉིང་པ་སེམས་ས་པོ་བྱེད་ཅུ་སུ་ངས་སློབ་སྦྱོང་ཡག་པོ་བྱས་སུ་ངས་སློབ་སྦྱོང་མ་བྱས་པས་ན་དཀའ་ངལ་མི་མཛད་ན་དཀའ་ངལ་ཞིབ་ཕྱི་ཁྲེར་ད་སུ་ངས་ཨ་ནི་ཏུ་ཆེན་བསླབ་བྱ་སྐྱོན་ཅན་ཨ་ནི་ཉིན་མོ་དེ་ཏུ་ཨམ་ལ་ད་ཨ་ཅག་ངའི་ཨ་ཅག་ཡོད་པ་ཐེས་སུ།

བྱས་ཙང་འོང་དུ་ཆས་པ་ནི་ཉིས་སྟོང་ལོའི་སྤྱི་ཟླ་ཕལ་ཆེ་བའི་ལོའི་ས་ཚགས་སུ་དུ་བ་ཞིག་སྤྱི་ཟླ་གཉིས་པ་གསུམ་པ་སུ་དུ་བ་ཡིན་གྱི་ཨམ་ལག་བྱས་རྗེས་ཨ་འདི་ད་ངས་མི་ཚེ་ནང་ལ་ཐ་མར་ཆས་དུར་བ་ད་ཇོ་མ་ད་དུས་བཟང་པོ་ཞིག་བྱུང་སོང་ཨམ་ལག་བྱས་པའི་རྨི་ལམ་ཡོད་ད་འོང་དུ་ཆས་ཉིས་སྟོང་ལོ་ལ་ཨམ་ལག་བྱས་པའི་ཐ་མ་དེ་རིང་ད་ལྟ་བུ་ད་ད་ཉིས་སྟོང་ཉིས་བརྩ་གསུམ་ལོ་ཉིས་བརྩ་གསུམ་ཕྱིན་ཚར་དུ་བ་བྱས་ཙང།

སོ་སོའི་ངོས་ནས་གང་ཐུབ་ཐུབ་ཞབས་ཞུ་སྲི་ཞུ་ཞུ་ཐུབ་ཞུ་ཨ་བསམ་ནས་སོ་སོའི་གྲོགས་པོ་གྲོགས་མོ་འཛིན་གྲོགས་གཅིག་པ་འདྲ་ཡོད་མ་རེད་པས་དེ་ཚོ་ཕ་མ་རྒྱ་གར་ལ་ཡོད་སྐྱོར་རྒྱ་གར་སྐྱེ་སྐྱོར་སྤུ་གུ་འདྲ་ཡོད་རེད་བ་འོ་འདི་ཚོ་ལ་ཡིད་སྨོན་ཞབས་ཞུ་སྐྱིད་ཡོད་རེད་བ་ང་ཚོ་ད་ང་གཅིག་པོ་ཡིན་གྱི་མ་རེད་བོད་ནས་ལས་སྐྱོར་གྱི་སྤུ་གུ་ཚང་མའི་སེམས་ནང་དེ་ཡོད་ཀྱི་རེད་ཨ་ཟེར་ཁོ་ཚོ་ཕ་མ་ཁྲིད་རེད་འདུག་ཕ་མ་ཉམས་དོག་འདུག་ཕ་མ་ལ་ཡག་པོ་བྱས་ཆོག་ཨ་བསམ་བསམ་གྱི་དེ་ཡོད་ཀྱི་རེད་བ་ད་སྤྱི་དང་ནི་མང་ཆེ་གཅིག་སོ་སོའི་ཕ་མ་ལ་ཡག་པོ་བྱས་ཞབས་ཕྱི་ཞུ་ཁ་ཉེན་པོ་བྱེད་བྱེད་འདུག་བ།

སྤུ་གུ་དེ་ཚོ་ཡིན་པས་ན་ཁ་རེད་ཐ་མ་ནག་པོ་ཐེངས་ཕ་མའི་ཁ་ལས་ལོས་ད་ཕ་མར་བསྙབ་བཅོལ་བྱས་ད་དེ་འདྲས་མང་པོ་བཞག་འདུག་རེད་པ་བྱས་ཙང་ཁྱེད་རང་ཚོ་ཡིན་པས་ན་དབུ་མནོ་གོ་རོགས་ང་ཚོར་ཅིག་གཟིགས་ད་རེད་པ་ད་སོ་སོ་རང་ཁ་རང་གསོར་ཞིག་མ་བྱས་པས་ན་གལ་སྒོ་ཕྱོགས་མར་རྒྱ་གར་ལུང་པ་ཡིན་པས་ན་བོད་ནས་ལས་སྐྱོ་རེད་པ་ཨ་ནི་གཞིས་ཆགས་ཁར་འབྲུ་གོར་དེ་ལས་ད་ག་ས་ཡུལ་སྐོར་བྲོ་འཇོམས་པ་ནང་བཞིན་ད་ག་ས་ཕེ་ཁའི་རྟ་ཟེར་ཚུར་ལོ་ལས་འོར་འགྲོ་འགའ་ན་བསྡད་རེད་པ་ཨ་སོ་སོར་བཟོས་ས་སོ་སོ་ལ་ཁ་རས་དབང་བའི་ཁང་པ། ཨ་ནི་སོ་སོར་དག་པའི་ཞིང་ཁ་ཁྱི་ནག་ཚོ་མང་པོ་འདུག་ཨ་འོ་དེ་ཚོ་ཡིན་པ་འདི་སུའི་ཐུགས་ཀྱི་བཀའ་དྲིན་རེད་ཁྱི་ནག་ཚོས་མི་རབས་རྒན་པ་ཁྱི་ནག་ཚོས་པོ་ལ་མོ་ལ་པ་ལ་ཨམ་ལ་ཡང་སྐུ་ལས་མང་པོ་ཅིག་སྐྱོན་བྱས་ཨ་ནི་ཁྱི་ནག་ཚོས་ད་ལྟ་ཡས་མས་རྩི་ཤུ་མེད་པའི་ཤ་དང་རྟ་ཟོས་ན་ཡང་དེ་ཁོ་ནག་ཚོའི་ཐུགས་ཀྱི་བཀའ་དྲིན་རེད་པ་ད་ག་ལེ་ག་ལེ་ཁོ་ནག་ཚོས་རྒན་བསྐོ་བྱ་དུས་ཡིན་པས་ན་ཨ་ནི་སོ་སོས། ངོས་ནས། བྱང་བུ་ཆེ་བོར་བ་རྒན་བཀོལ་བྱང་བུ་ཆེ། རྒན་བཀོལ་སྲི་ཞུ་ཞུ་གྲུ་བས་ཏེ་གལ་ཆེན་པོ་ཧྲལ་བ། རྒན་བཀོལ་བྱང་བུ་ཆེ་རྒན་བཀོལ་ཞི་བུ་ཆེ་བོར་རེ་སི་གལ་ལོ་བོ་མ་རེ་ད་ཆུན་ཆུན་ནས་ཨ་ན་ཁ་ལ་རུ་ཁ་ལ་ར་སུ། ཨ་ཞལ་ལ་ར་ཀྱ་ན་རྗེས་གནང་གི་ལས་ཀ་དེ་ཚོ་བྱེད་མུ་ཅོ་ཆེ་སུ་སུ་ཆུ་ལོག་འགྲོ་དུས་བརྙན་པ་ཆུན་ཆུན་འོང་འཇུག་གཅིག་ལས་མེད་ནས་ལེ་ཨ་པ་ལགས་ངས་ཁྱེད་རང་བརྙན་པ་ཉོས་ད་ལན་ཕ་མ་ལ་ཁ་ཚུགས་ག་གི་རེད

གུང་གསེང་ར་ཆོས་དབེན་ན་སྔ་ས་ནས་གྲ་སྒྲིག་བྱས་ནམ་རྒྱུན་སྤགས་སུ་ཉོས་དངུལ་ཟ་ཡ་ག་འདྲ་ཡིན་མིན་ལ་སོ་སོའི་ཕ་མ་མཇལ་ཁ་ཕེབས་རྒྱ་ག་ན་ཡིན་པའི་ནོར་ད་ལབ་ས་ང་ཚོ་འདི་ལ་ནས་ལས་ལྷག་ཏུ་འོར་དུ་ཡིན་ནས་ལས་ལབ་ཡོད་མ་རེད་པ་ཡང་ད་སྤགས་སེ་ཅིག་ཞུ་ཡོད་དགོས་རེད་ད་ག་འདམ་ད་ལས་ཀ་ཤོག་པའི་སེམས་ཁྲལ་དགོས་རེད་སེམས་ཁྲལ་ཡོད་རེད་ཁ་ལ་སྤྲད་འོ་རེད་འགྲོ་སོང་ཆེན་པོ་རེད་པ་ཡང་ཨ་ག་འདམ་མ་ད་རྒྱ་ག་ན་ཕེབས་མ་ཐུབ་པའི་ནས་ལ་སོ་སོའི་ངོ་ནས་ནས་ཕ་མ་ལ་ཁ་པགས་ཤིག་བཏང་བྱས་ཨོ་པ་ལམ་ལ་དེ་བས་མན་ངག་དེའི་ཕྱིར་ཡོད་སུ་སྣང་གི་རྒྱུ་རུ་བ་མང་ཆེ་གཅིག་ཨེ་འཛམ་ཙང་ཡང་ང་ཚོ་དྲན་པ་ཅེས་དྲུག་དང་བྲིས་གཟུགས་ཆེ་ཆ་བཅས་འཚོ་བ་དེ་མིན་ན་ཨེ་སོ་སོའི་ཕ་མ་དེ་སི་ཁ་བ་དང་བཅས་ཨེ་སོ་སོ་བདེ་པོ་ཡིན་གསུངས་སུ་སྣང་ད་ཡག་པོ་ཡོད་རེད་བསམ་གི་འདུག་རུ་བ་ཆེ་ཚང་ཨ་ནི་ད་ནམ་རྒྱུན་གཞིས་ཆགས་ཁག་དྲུག་དུ་ཙམ་པའི་སྦྲུམ་མ་མགོ་ཁུ་དུས་ཙམ་པའི་སེམས་ནང་ཡིན་པའི་ནང་ཨ་ཙི་ད་ཁོང་ཚོས་སོ་སོའི་ཕ་མ་རྒན་མགོ་ལ་ཡག་པོ་བྱས་ཆོག་ཨ་བསམ་བསམ་རེད་སེམས་ནང་ཚོར་བ་ཤུགས་ཆེན་པོ་ཞིག་སླེབས་ཡོད་དོ་རེད་པ་ད་ང་ར་ཕ་མ་དེ་ཡུལ་ནང་ངོ་ནས་ཞབས་ཕྱི་ཞུས་ཨ་ནི་ངོ་ནས་ཞི་བོ་མ་བྱུང་ནས་གསོལ་ཇ་ཚ་བོ་གཅིག་ཁོ་ནང་ཚོ་ཕུལ་ཐུབ་ཡག་གི་གོ་སྐབས་ཅིག་ཡོད་དུས་ཙམ་ལ་དེ་ཕུལ་ཐུབ་ཐུབ་པ་ཆེའོ་བསམ་བསམ་སེམས་ནང་འདོད་ཞུ་དོ་རེད་པ་ཕ་མ་དེ་ཚོའི་ངོ་ནས་དཀའ་ལས་ཧང་སང་སྐྱོན་ཡོང་རེད་པ་ཁྱེད་ནང་ཚོ་ཁྱི་འགུལ་བ་ད་ཕ་མ་དེ་ཚོ་དང་པོ་རྒྱ་གར་ཕེབས་ཨ་གཞིས་ཆགས་དང་པོ་བཟོས་ནང་དུ་སྐུ་ལས་ཧ་ཚོད་སྐྱོན་གནང་ཡོད་རེད་པ། དཀའ་ངལ་ཞིབ་ཆུ་བསྐྱོན་རྗེས་ད་ལྟ་ཤ་ཏོག་དང་སུན་ནའི་མི་རབས་རྒན་པ་རྣམས་པོ་ཚུར་འདི་རུ་བ་ཡང་བཀའ་དྲིན་སྐུ་དྲིན་རུ་བ་བྱེད་སྟངས་ཁྱེད་རྣམས་ཚོ་ཡིན་པས་ན་དེ་ནམ་ཡང་སེམས་ནང་བཞག་རྗེས་གལ་སྲིད་སུ་སུ་དང་ད་ཕ་མ་མཉམ་དུ་བསྡད་ཡོད་ན་ཕ་མས་གཅིག་གསུངས་པ་ནི་ལེས་ལེས་ལེས་གསུངས་དང་འགྲོ་གོ་རུ་བ་འདིར་ཕ་མ་ཁ་ལེན་ལོས་སུ་ད་ཕ་མའི་སེམས་པ་ཟས་སུ་ད་མིག་ཟས་ཀྱི་ཨ་རག་བཏུང་རྗེས་ན་ལོ་མ་ལས་ཕ་མ་སེམས་ཁྲལ་བཟོས་ད་མི་ཆེན་པོ་ལོ་བཞི་བཅུ་སུམ་ཅུ་དུ་བ་ལས་ཚར་བས་ན་ལས་རྟག་པར་ཞིག་ཨ་རག་འཐུང་ཕ་མ་ལ་རབ་གཟིགས་བྱས། ཕ་མའི་རྒྱུ་ནོར་ཏེ་ཟོལ་ཀྱོ་ཏེ། རྟ་སེལ་གྱི་ཨ་མཆོག་ཁྲ་ཡིན་ནས་སྐྱིད་དྲུག་ཡིན་པས་ནས་གཟུགས་འཁོར་སྟག་ཡིན་པས་ནས་དེ་ཚོ་རྐུ་མ་རྒྱབ་བཙོང་ཁ་ཆེ་ཡིན་དེ་ནས་ཡིན་པས་ན་ཕྱག་ར་བཏུང་ནས་ཕ་མ་ལ་ཉེས་རྟགས་བཏང་ཕ་མ་ཁ་ལག་ཡག་པོ་མ་བརྒྱབ་བྱས་ཕ་མ་རྒན་མགོ་སྨད་ང་ན་ལྷ་ནའི་རྟ་ཁ་མ་འགྲོབ་བྱས་ན་ནའི་སྨད་ཁ་མ་རྒྱབ་བྱས་དེ་ནས་མ་མགོ་ཞུ་དོ་རྟ་དྲུག་མ་མགོ་ཞག་གོ་ཡ་དོ་བ་བྱས་ན་ཁྱེད་རང་ཚོ་ངོ་ནས་གོ་རྟ་བདས་ཚར་བས། དུས་ཚོད་བཅུ་མར་བས་ཚ་ཚ་ཚ་ར་ཉི་མ་དེ་རིང་ནས་བཟུང་ད་ལྟ་ནས་བཟུང་བཅས་ནི་སོ་སོའི་སེམས་ལ་འགྱུར་བ་ཞིག་བཏང་རྗེས་ཁྱེད་རང་ཉི་མ་རྟག་པར་ཆང་རག་བཏུངས་བསྡད་ན་གཟུགས་པོ་ཕིང་གི་འདུག་གས་ཕིང་མར་བ་བདེ་སྐྱིད་ཡོང་གི་འདུག་གས་གནས་སྐབས་ཅིག་བདེ་སྐྱིད་ཡོང་སྲིད་ར་ཡིན་ནས་ལས་སོ་སོའི་གཟུགས་པོ་འཕྲོ་བརླག་འགྲོ་ཡས་ཕ་མས་སེམས་པ་བསད་ཨ་སོ་སོའི་མི་ཚེ་ནང་གི་དོན་དག་ག་རེ་ཆེ་ཆུང་འབྲིང་ག་རེ་ཡིན་པ་ནས་ལས་འགྲུབ་པ་མ་རེད་ར་ཨ་ནི། ཁ་ལས་ཁ་ལས་སོ་སོའི་མི་ཚང་དེ་སྟོང་ཡས་ཀྱི་ཅིག་ཆགས་འདུག་པ་ཡང་ནེ་ཙོའི་ཆེན་པོ་ཆེ་ཆེ་ལ་ཆ་ལ་སྟོང་ཡས་དེ་མིན་ན་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་མི་དེ་ཚོ་ད་ཁོ་རེ་ལ་ད་ད་ཙམ་ཙམ་གྱི་ད་ཁྲི་སི་མཱས་ད་ཐེངས་གིས་བིན་ད་ད་ག་ནམ་ད་ཨོ་ཁེ་ཤི་ནོ་ལི་ལོས་དུ་བ་ཙམ་ཙམ་མེད་པས་དུས་ཆེན་ཁག་ལ་འདིས་འདིས་སྟོང་ག་ཆེ་ད་ང་ཚོ་བོད་རིགས་དེ་ཚོ་ཡིན་ན་ད་བོད་ནང་ཡིན་ནའི་རེད་རྒྱ་གར་ནང་ཡིན་ནའི་རེད་ཁོ་ཧ་ནི་དམངས་ཆེན་ཅིག་མེད་ཅིག་སྟོང་དུས་ཙམ་པ་ཡིན་མིན་ན་རྦད་དེ།

ཀྱག་ཀྱོག་གི་ལམ་བུ་ལ་རུ་བ་ལང་ཀ་ཁྱེད་ཚགས་ཅི་ལ་འགྲོ་བསྡད་པའི་ནི་ཨ་ར་རྒྱ་དུང་ནི་ཆ་ཨ་ར་དུང་བ་རྒྱ་ཐ་མ་ནག་པོ་ཐེངས་དེ་འདྲའི་ལང་ཀ་ཅིར་མ་ཐེབས་བྱས་རུ་བ་ང་ཚོ་མི་དེ་ཚོས་འཇམ་རྩ་འདྲ་སང་བུ་དོ་ཨོ་ལྟ་ང་ལོ་ཆེན་པོ་ཆགས་ཚར་རུ་འགྱུར་བ་ལྟ་ནི་ལ་ཕྱི་ཆ་ཚགས་རུ་སང་སང་བུ་དོ་བ་ཡི་སེམས་ཤུགས་ར་ཆགས་བསྡད་དེ་དོ་སེམས་ཤུགས་ཁྱོད་ནི་ཆགས་མི་ནག་ཟེར་བ་ཁྱེད་རང་ལོ་བཞི་བཅུ་ཡིན་ནི་ལྔ་བཅུ་མིན་ནི་ལ་ཆ་རང་སྤང་མིན་ནི་ག་ལེ་ག་ལེ་ཧོབ་ཏུ་ཁ་སྤང་ལ་ནི་ག་ལེ་ཁ་བསྐོར་བ་ཆགས་ལ་ཉུང་སུ་ཉུང་སུ་ཉུང་སུ་ཆུད། ཁ་ལིག་ཁ་ལིག་ཁ་ལིག་རྒྱུ་བ་ལྟ་ན་ད་སོ་སོའི་མེ་ལྕེ་སྣ་བོ་སྣོད་ཧོར་བྱང་བུ་བྱེ་ངན་ཡིད་ཆེས་ཡིད་ཆེས་དགོས་ས་སོ་སོ་དྲང་ལྷག་ཙམ་རྣམ་དག་བྱེ་ངན་དེ་སོ་སོའི་ནང་མི་རེད་དམིགས་བསལ་གྱི་པ་ལའམ་ལ་ཁོ་ན་ཚོ་རེད་པ་ཁོ་ན་ཚོའི་སེམས་ནང་ཡིན་པའི་ན་སོ་སོ་ཁྱེད་རང་ཡིན་པའི་ན་ནམ་ཡང་སྤུ་གུ་ཕྱི་འཇུས་བྱེ་རེད་ལ་ནི་ཁོ་ན་ཚོའི་སེམས་ནང་ནམ་ཡང་ཁྱེད་རང་ལ་བརྩེ་བ་ཡོད་རེད་པ་ད་ཁོ་ཚོ་རྒན་གོག་ག་ཚོད་ཆགས་པ་ནས་ཁོ་ཚོ་མིན་ན་ང་ཚོ་སྤུ་གུ་ཕྱི་འཇུས་རེད་པ

བྱིན་ཆེན་ཕ་མ་ལས་དབུ་ནས་ང་ཚོའི་མི་ཚེ་ན་རྩ་ཆེ་ཤོས་དང་བཀའ་དྲིན་ཆེ་ཤོས་དང་དེ་ནས་ཡིན་པས་ན་ང་ཚོའི་མི་ཚེ་ན་ཡིད་ཆེས་ཆེས་ཁ་ར་ཆེས་ཆེ་ཤོས་དེ་རེད་བ་ཡ། ད་ང་ཚོ་སོ་སོའི་སྤྱི་ཚོགས་ནང་བརྒྱུད་དུ་འཛོམས་པའི་གྲོགས་པོ་གྲོགས་མོ་མང་པོ་ཐུག་རེད་གྲོགས་པོ་གྲོགས་མོ་ཁ་ཤས་ཡག་པོ་ཡོད་རེད་ཁ་ཤས་ཡིན་པས་ན་སོ་སོར་གོ་གོ་ལྟ་ཉན་སོ་ཁ་སྙན་པོ་བཤད་རེད་བ་གོ་གོ་ལྟ་ཉན་མང་པོ་བཞག་ཡོང་གི་རེད་བ། ད་ཁོ་ཚོ་ཡིད་ཆེས་ར་ཆེ་ཕ་མའི་གསུང་གི་ནས་ལས་ཏིལ་མ་ཉམས་ཆེ་ཨོ། པ་ལམ་ལ་སོང་རོགས། འོ་ད་དེ་མི་ལ་དེ་ཡིད་ཆེས་མ་བྱེད་མི་ཤེས། པ་ལམ་ལ་ཁོ་ན་ཚོའི་མི་ནི་ད་ང་ཚོ་ལས་མང། འཚོ་བ་སྐྱེལ་ཚར་རེད། སྤྱི་ཚོགས་ཉམས་མྱོང་ཡོད་རེད། མཐོང་རྒྱ་ཐོས་རྒྱ་ང་ཚོ་ལས་ཆེ་བ་རེད། ཁོ་ན་ཚོའི་མི་དེ་མཐོང་ཙམ་གྱིས་ནི་ཅིག་བྱེད་སྟངས་ལས་སྟངས་བཤད་སྟངས་ནི་ལབ་སངས་ཧ་གོ་འདུག་ཨ། འོ་དེ་ཚོའི་མི་ནི་མི་དེ་ཡག་པོ་མི་འདུག་ད། མི་དེ་སྐྱག་རྫིན་ས་དོག་ཞིག་འདུག་མི་དེ་ལ་ཡིད་མ་ཆེས་སུ་འདུག་སུ་འདུག་བསམ་པའི་ཡིད་མི་ན་ནི་སུ་སུ་ཡང་རླུང་རེ་ཞིག་ལངས་ཕ་མའི་ཁ་ལ་ཉལ་ཕ་ཞག་ནི་སུ་སུ་གྲོགས་པོ་གྲོགས་མོ་དེ་ཞིབ་ཅིག་བྱེད་ཡིན། བསམ་འཆར་བ་ནི་དེ་ལ་ཡིད་ཆེས་ར་བྱེད་དེ་ལ་བློས་ཚང་མ་སྐྱེད་ཁ་བྱེད་ནི་རྐུབ་སྟོད་དེ་ནི་སོ་སོར་མཐོ་བ་ཆེན་པོ་ཞེས་ར་ནི་མིག་ཆུ་དང་གི་དང་གི་པ་ལམ་ལ་ཟ་བྱེད་ཅིག་འོ་ཁྱེད་རང་ཁ་ལ་ངན་བཏགས་པ་ཡིན་བསམ་ཁྱེད་རང་གསུངས་པ་དེ་དངོས་གནས་རེད་ཤག་ཁོ་ལ་ཡིད་ཆེས་མི་འདུག་ཁོ་ང་རྐུབ་སྟོད་བཞི་བཅུ་ཡོད་སོང་འོན་ཀྱང་མང་པོ་ཁྲེལ་བ་བྱེད་ཙང་སོ་སོའི་མེ་ལྕེ་ནག་ཡིན་པས་ན་སོ་སོའི་ཕ་མེས་སྲུང་སྐྱོབ་ཀྱིས་ནི། ཁ་རུ་གསུངས་པའི་ནི་ལས་དེ་ལ་ཡིད་ཆེས་བྱས་དང་དེ་ལ་གུས་ཞབས་བརྩི་བཀུར་གནང་ཡོད་དེ་གལ་ཆེན་པོ་ཤར་བ། ད་ང་ཚོའི་ཕ་མ་དེ་ཚོ་ཡིན་པས་ན་ནི། དགོངས་ལ་ཆེར་ཆེར་ཆེར་འཇུག་འདོད་བརྩམས་པ་ཡིན་པས་ན་ནི། ལུས་པོ་བདེན་པའི་ནི་ལས་དེ་ཉམས་འགྲོ་དགོས་པ་ཉམས་འགྲོ་དགོས་རུ་དགོས་འགྲོ་དགོས་རེད། བྱས་ཙང་ནི་ཁྱེད་རང་ཚོ་ཡིན་པས་ན་སོ་སོའི་ཕ་མ་འཁྲིས་ལ་ཡོད་པས་ན་ཁོ་རང་ཚོ་ལ་བྱམས་སྐྱོང་གནང་ཡོད་ངོ་ནི་ཆུ་ཚ་བོ་གཅིག་ལས་མེད་ནི་ལས་དེ་ཕུལ་ཡོད་ཆ་ཚ་བོ་གཅིག་ལས་མེད་ནི་དེ་ཕུལ་ཡོད། ཞལ་ལག་ཆོས་ཞལ་ལག་གསོལ་ཇ་ཕུལ་ཡོད། ཨ་ནི་སོ་སོ། ཆུ་ལོག་ཕྱིན་འཁྱམས་ཕྱིན་ཕ་མ་ལ་ཁ་ལག་བཟོ་ཆུ་ནང་གཙང་མ་བཟོ་ཆུ་ལས་ཀ་མང་པོ་བྱེད་ཆུ་ཡ་དེ་འདྲ་མེད་པ་བྱེད་རོགས་ཨ་ཁྱེད་ནང་བཟོ་ནི་བསོད་ནམས་ཆེན་པོ་རེད་དངོས་གནས་སྐལ་པ་བཟང་པོ་རེད་སོ་སོའི་ཕ་མ་ཁྱི་ལ་ཡོད། ཕ་མ་ལ་ཞབས་ཕྱི་ཞུ་ཡ་ཡོད་སྲིད་ཆུ་ཞུ་ཡ་ཡོད་དངོས་གནས་གསུམ་ཨ་ཐག་རིང་པོ་ཡོད་སྐྱོ་དོན་བཟོ་ནི་སོ་སོའི་འཛམ་ཐང་ཁ་པར་སྐྱོན་དུས་ཚོད་ཡོད་ན་མ་ཕ་མ་ཐུགས་སུ་ཐུགས་སུ་ན་ད་དངོས་གནས་ཨ་སོ་སོ་ང་ཚོ་ཡིན་པ་ནས་རྒན་བོ་ཆེ་བ་རུ་བ་ཉིམ་གཅིག་ཨ་ཐ་ན་སོ་སོའི་སྤུ་གུ་ཡུལ་སྐྱོར་མཛོད་གཅིག་པ་གཅིག་ཀྱང་གཅིག་རེད་རུ་བ་དངོས་གནས་གསུམ་བྱས་ཙང་ད་ལྟ་དངོས་གནས་སོ་སོའི་ཕ་མར་སྲི་ཞུ་ཞུས་ན་ད་ལས་རྒྱུ་འབྲས་ལས་ད་དངོས་གནས་སྡུག་ད་ད་ང་ཚོ་མང་པོ་མཐོང་ཡང་དུ་བ་ཡང་སོ་སོ་ཉི་མ་དུ་བ་ཡིན་པ་ནས་ད་ད་རྒྱ་གར་ནང་ད་ཧམ་སོ་ལྷས་ས་དུ་བ་སོ་སོ་ལོ་ཆུང་ཆུང་བ་དུ་ཕ་མར་སྡུག་པོ་གཏོང་ད་ད་ད་ད་སོ་སོ་རྒན་བོ་ཆེ་དུ་སོ་སོའི་སྤུ་གུ་གཅིག་པ་གཅིག་ཀྱང་གཅིག་རུ་བ་བྱས་ཙང་ད་ལྟ་ནས་སོ་སོ་དངོས་གནས་གོ་སྐབས་ཡོད་དུ་ཙམ་པ་དམ་འཛིན་གནང་སྟེ་སོ་སོའི་བྱམས། དྲིན་ཆེན་ཕ་མ་ལ་བྱམས་སྐྱོང་གནང་ཡ་འདི་གལ་ཆེན་པོ་ཞག་རེ་ཟུང་དུ་རུ་བ་འདི་ངའི་སྙིང་གཏིང་སེམས་གཏིང་གཏིང་སྐྱེ་ཅན་ཡིན། ག་དུས་གཞིས་ཆགས་དུ་བ་ཕྱིན་པའི་ནས་ལས་ངོ་ནོ་སྒྲུང་མང་པོ་ཞག་གོ་དུ་བ་ཨན་སེམས་ཁྲང་ཤུག་ཤུག་ར་ཆལ་དུ་བར་ཨ་ཙི་ཏ། འདྲེ་མ་ནང་ཆོ་ཨ་སམ་སམ་ར་ཤུ་དུ་རུ་བ་ཏ་མི་ཡི་ནང་ར་ཆེན་ཡུ་ཆུ་དོ་ཆེ་ན་ཡུང་མ་རུ་བ་ཏ་ཕྱི་ཚོ་དྲ་ལམ་ཐོ་ནས་དུ་སུ་མ་ཤེ་བའི་ན་ཡ་མི་ཅན་གཉིས་ཅི་ལ་ནི་ཡ་སེམས་ལ་ཤུག་རྐྱེན་ར་ཐེ་སེ་རུ་བ།

བྱས་ཙང་ང་ཚོར་གཟིགས་དང་ཁྱེད་རང་ཚོ་ཡིན་པས་ན་གསོ་སྤེལ་ཆེན་པོ་ཤར་བ་སོ་སོའི་ཕ་མ་ཡི་ཁང་པ་ལྷ་ཐག་ཐག་བཟོས་གནང་ཡོད་རེད་ཞིང་ཁ་ཡོད་རེད་ག་རེ་ནས་བ་ཆུང་ཡིན་ནས་ག་རེ་ནས་ཡོད་རེད་བ། བྱས་ཙང་དྲིན་ཆེན་ཕ་མའི་བཀའ་དྲིན་དེ་ཡིན་པས་ན་དངུལ་ནོར་ཁོར་དུས་རྟག་ཏུ་སེམས་ན་བསམ་ཡས་དེ་ཁྱད་ཆེན་པོ་ཤར་ཤག་ང་ཚོ་ཡིན་པས་ནས་ལས་ཡོད་དག་བཀའ་དྲིན་མ་བསམ་རྒྱུ་དག་དེ་མ་བྱས་སྐྱོན་དེ་ཁྱེད་ཁུག་ཆེ་མ་རེད་བ་ད་གནས་སྟངས་དེའི་རྐྱེན་པས་ནི་ཁྱེད་ཁུག་ཆེ་མི་འདུག་དངུལ་ནོར་ཁོ་ར། བྱས་ཙང་ནི་གནས་ཚུལ་མང་པོ་ཅིག་གོ་དུས་ཙམ་པས་ཡིན་པས་ན་མཐོང་དུས་ཙམ་པས་ཡིན་པས་ན་དངུལ་ནོར་ཁོ་ར་སེམས་ན་ལ་ན་ཟུག་དང་དག། མིག་ཆུ་ཤོར་བའི་རིགས་ཆུ་དོར་བ་སོ་སོ་ཕ་མ་སྐྱེ་དགུ་དངོས་གནས་ཁོ་རང་དང་ནི་པི་ཡའི་སོ་ད་སྡུག་ཅག་སྡུག་པོ་དང་ཡང་སོ་ད་ད་ཅག་མ་འདྲ་བ་ད་ང་ཚོ་བོད་རིགས་ལ་ད་པར་ཞི་བྱེད་ནང་པ་སངས་རྒྱས་ཀྱི་ཆོས་ལ་ཅི་སྐྱེ་བ་སྔ་ཕྱི་ལ་ཅི་བྱམས་སྙིང་རྗེའི་སྒོམ་ཉེས་ཀྱི་མི་རེད་ཅིག་རེད་ད། ཆེན་པོ་ཅིག་ཕྱི་མོ་ཐུར་ནས་སོ་སོའི་འཁྲིས་ཀྱི་ཕ་མ་སྤུན་མཆེད་འདི་ཚོ་ཡིན་པི་ན་བྱམས་སྐྱོ་ན་ཡ་ད་བཀའ་དྲིན་བསམ་ཤེས་ན་ཡ་དེ་གལ་ཆེན་པོ་ཤག་རེད་བསམ་འདུག་ཡང་ཚང་མ་རེ་ཞུ་མེད་ད་རེ་ཟུང་རེ་ཟུང་དུ་ཨང་ང་ཚོའི་སྤྱི་ཚོགས་ནང་ཡིན་པ་ཡིན་ན་ཤེས་ད་ཁྱེད་རང་ཚོ་ནི་སུ་སུ་སུ་ལས་ལྷོད་ལྷོད་བྱེད་ས་ཆ་མི་བྱེད་མི་རྒྱུག་བྱེད་དེ་བསམ་བློ་ཞིག་བཏང་ན་ད་ཁ་པར་དེ་ཚོ་ཕ་གཡུག་ཞིག་བཞག་ནས་ཨོ་ད་ངས་ངའི་ཕ་མ་རྒན་གོག་ལ་ཁ་རལ་བྱས་ན་སྡུག་པོ་ག་ཚོད་བཏང་ཡིན་ཟེར་བ་ཕ་མ་རྒན་གོག་རྟག་པར་མིག་ཆུ་བཏང་བྱུང། ཨ་ནེ། ཕ་མ་རྒན་མགོ་བཏགས་པ་ཞིག་ཨ་ནེ་སྡུག་བསྔལ་ངང་ལ་གཡུགས་རྗེས་སེམས་ཁྲལ་བྱེད་ཆོག་ན་ཆོག་གར་འདུག་ཟེར་བ་དང་ང་ནི་ལོ་སུམ་ཅུ་བཞི་བཅུ་ཉི་ཤུ་འདུག་པ་ལས་ཚར་སོང་ཟེར་བ། སོ་སོའི་ཕ་མ་རྒན་མགོར་བསྙད་བསྡད་ཡོད་ནའི་ལས་སོ་སོའི་སྔུན་ནས་ལས་ཀ་ག་འཇགས་བྱོས་ནས་བཟང་འདུག་ཁྱེད་སྐུ་ཆུང་མ་རེད་པ། ལས་ཀ་ལས་དེ་མིན་ན་སོ་སོའི་ལག་པ་གཉིས་ལ་བརྟེན་པའི་ཞུགས་པ་སྔུན་ནས་ཁོ་རང་ངོ་ཚ་དགོས་ད་འདྲི་ཁྱེད་སྐུ་ཆུང་མ་རེད་པ་སོ་སོའི་སྔུན་ནས། སྒོ་མ་བརྒྱབ་ཕྱག་པ་བརྒྱབ་ཁྲིམས་འགལ་ཡང་མ་བྱས་པའི་ཤོག་བུ་ནས་ཁོ་རང། མི་གཅིག་ལག་རི་སམ་མི་གཉིས་ལག་རི་སམ་དེ་འདྲའི་སེམས་ཆ་ཁྱོད་ནང་མ་རེད་ཁྱེད་ནང་ཆུ་མིག་ག་ལ་ནས་ལབ་རི་ར་སོ་སོའི་ངོས་ནས་ད་ཁྱོད་རང་མཐོ་སློབ་ཐོན་ཚར་བས་ནས་ལས་ཀ་མ་རག་ན་ལས་ཀ་ག་རེ་ནས་ཞིམ་པ་ཅིག་རག་འདུག་འདི་གནང་ད། དངོས་གནས་གསུམ། ཡ་ཨོ་ཡོ་རི་སམ་དུ་རུ་བ་ཨ་ཕ་མ་ཡིན་ནས་ལ་དགའ་གི་རུ་བ་སེམས་ན་ཨོ་ངའི་བུ་མོ་འདི་ལོ་ལས་ཀ་ཡག་པོ་རེ་བྱེད་ཀྱི་ཡོད་ད་བསམ་ནས་ཅིག་སེམས་པ་ལྷོད་ལྷོད་རེ་ཕྱིན་རུ་བ་ཨ་ཉི་མ་རྟག་པ་གྲོང་ཁྱེར་ནང་བསྡད་རྗེས་ཞབས་བྲོ་འཁྲབ་ས་འདི་འདྲ་ཕྱིན་ཨ་ར་བཏུང་ཕ་མ་ལ་མགོ་བོ་བཏགས།

ད་གེར་གྱི་ལས་ཀ་ཆུ་བོར་དང་ཁོ་རང་ཁོ་རང་ཚོང་ཞིག་ཀྱང་འདེད་དེ་ཡོད་དང་ཁོ་རང་ཁོ་རང་ཟ་ང་ཟིག་འདེད་དེ་ཡོད་དང་ཁོ་རང་ཁོ་རང་རི་མོ་བྲིས་ནས་མཁས་པོ་ཡོད་དང་ཁོ་རང་ཁོ་རང་ཁ་ལག་བཟོས་མཁས་པོ་ཡོད་དང་མེད་པས་ད་ཕ་མ་དེ་ཚོ་རྒན་ཁོག་དེ་ཚོ་འཛོམས་དུས་ཡིན་ནའི་ལས་དག་ཅི་འཇུག་མི་འཇུག་ཤེས་ཏེ་སེམས་པའི་སྒོ་སྐྱ་སྐྱ་བྱས་ཨོ་ངའི་སྤུ་གུ་དེའི་མཐོ་སློབ་ཐོན་རྗེས་ནི། ཅི་ཅི་བྱས་ཚར་དུ་ཨོ་ངའི་སྤུ་གུ་དེ་འོས་མ་བྱས་ཕྱི་མོའི་ལག་རྩལ་སྦྱངས་རྗེས་ད་ལྟ་མགྲོན་ཁང་ཆེན་པོ་ཅིག་ན་ཁ་ལག་བཟོས་ངར་སེར་བཟོས། བཀྲ་མ་ལས་ཕྱི་སྐོར་དག་སུ་དུ་ཆེ་ན་རྒྱ་ཤེས་ཡོད་རྒྱུ་ཁོ་རང་ཚོ་ཁོ་ན་ཚོ་ཡིན་པས་ནས་བློ་བདེ་པོ་ཕྱིར་བ་ཞིམ་པ་ཕ་མ་ལས་འདུག་ནས་སེམས་པ་སྐྱ་བདེར་སོང་འདུག་ག་ཡང་སྤུ་གོ་སེམས་ཅན་ཞིག་ཕྱིར་སོང་ད་ལྟ་སྤྱི་བཏང་ན་ང་ཕ་མ་བྱིན་ནི་མེད་དེ་ལས་ཡིན་ནས་ལས་ད་སྐད་ཆ་གོ་ཡ་བྱས་ན་ཕ་མའི་ཕ་མའི་སེམས་ཁྲལ་དེ་མེད་ན་ད་མ་ཤི་བོ་དོ་རེད་སུ་དུ་སོང་འདུག་ག་བྱས་ད་ནི་དེ་རིང་ཕ་མ་རྒན་གོག་མང་པོ་གཅིག་གི་ཚབ་ཞུས་རྗེས་ནི་ད་ལྟ་ཁྱིམ་ཚང་དུ་ཡོད་པ་ཡང་མིན་ཐག་རིང་དུ་ཡོད་པའི་ནི་བུ་ཕྲུག་རྣམ་པ་ཚོས་སོ་སོའི། ཕ་མ་རྒན་འཁོགས་ལ་ནི་བསམ་ཤེས་ན་ཡང་སེམས་ཅན་ཉུང་གསོའི་དབུ་ཁུང་ནག་ཚོ་ལ་བྱམས་སྐྱོང་ན་ཡང་སྲི་ཞུ་ཞུ་གྲུབ་ཡས་ཀྱི་དཀར་པོ་དཀར་པོ་དགེ་བའི་ལས་གང་མང་གནང་རོགས་གནང། འོང་རྒྱ་བཞག་འདི་ངའི་སེམས་གཏིང་སྐད་ཆ་ཡིན། རོགས་ཁྱེད་རྣམས་ཚོ་སྐུ་གཟུགས་ཐུགས་ཅག་གནང་གོ་ང་ཚོ་ཡིན་པའི་གནས་ལས་ཉིན་མོ་གཅིག་རྒན་འཁོགས་ཆགས་རེས་འདི་ནམ་ཡང་མ་བྱེད་རོགས་གནང། མ་གཞི་གོང་རོ་འདི་བཞིན་དཀར་པོ་དགེ་བའི་ལས་མང་ཆེ་ཐུབ་ཡོད་ན་ཤི་དུས་ཙམ་རེད། ལྷོད་ལྷོད་ཞེས་བཤད་ཞུ་བ་འོང་སྟེ་བྱིན་པ། འཛམ་བུ་གླིང་འདི་ག་ལ་ཁྱུག་ཙམ་གྱིས་བསྡད་ཡོད་པའི་དུས་ཚོད་འདི་ན་ལས་ཀ་རྡོག་ཅག་ཀྱང་སོ་སོའི་ཕ་མར་སྡུག་པོ་དང། སོ་སོའི་བཟའ་ཚང་སྡུག་པོ་དང་སོ་སོའི་སྤུ་བོར་སྡུག་པོ་དང་སོ་སོའི་གྲོང་པ་ཁྱིམ་མཚེར་སྡུག་པོ་དང། སོ་སོའི་ད་གཡས་གཡོན་མི་ཚང་མ་ལོར་རྡོབ་གསིང་རྡོབ་གསིག་ཀྱང་བཟོས་བསྡད་པས་ན་ནི་ཤི་དུས་ཙམ་པའི་ལས་སླ་པོ་ཞིག་མ་རེད་བ་བྱས་ཙང་ཤི་ཚར་བས་ནི་གཉའ་ལེན་ན་ཨ་བུ་སེར་ད་འུ་སེམས་ཀྱི་ཆོས་རྒྱལ་ལགས་ཁྱེད་རང་མགོ་བོ་ཞུ་རུ་ལ་འོང་རྒྱ་ཤག་ཨ་ནི་ཁྱེད་རང་ཚོའི་སེམས་ཅན་རྣམས་པ་ཐུགས་རྗེ་གནང་སོན་སོ་སོའི་ཕ་མ་ལ་ཡིན་གཅིག་མིན་གཅིག་བྱམས་སྐྱོང་གནང་རོགས་གནང་ཐུགས་རྗེ་ཆེ།